དེ་ནས་ང་ཚོ་དཔལ་ནཱ་ལེནྡྲའི་ཨ་ནི་ཀིརྟི་ཚོགས་པའི་ཚོགས་གཙོ་ཚོགས་གཞོན་དང་དེ་ནས་སྤྱི་ཚོགས་མི་ཚང་མ་ལོག་ལ་ཨ་ནི་རང་རང་གི་གཞུང་ལས་ཀྱི་དུས་ཚོད་ལ་བསྟུན་པའི་ཨ་ནི་སྔ་དགོང་ཉིན་གསུམ་གྱི་འཚམས་འདྲིའི་སྤྲོ་སྐྱིད་ལ་ཞུགས་ཀྱི་ཡོད་དེ་དང་ཆབས་ཅིག་དེ་རིང་ང་ཚོའི་དགོང་དྲོའི་ལས་རིམ་ནང་རང་གི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་བྱུང་རབས་ལོ་རྒྱུས།

ད་དུང་གོ་ངོ་སྤྲོད་བྱེད་ཀྱི་དུས་ཚན་དང་པོ་དེ་ད་ལྟ་ཡིག་ཐོག་ནས་རྣམ་པ་ཚོ་ལ་སྐར་ཆ་དེ་ཕུལ་ཡོད་སློབ་དཔོན་སློབ་བུ་དང་འཕགས་པ་ལས་མཁན་པོ་ཚའི་ཚུལ་གསལ་འདི་ཡིན། ད་འཕགས་པ་ལགས་དང་སློབ་དཔོན་སློབ་བུ་རྣམ་པ་གཉིས་ཀྱིས་ད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་མཁན་པོ་མཛད་པ་འདི་ལ་བརྟེན་ནས་ཡང་དཔལ་ནཱ་ལེནྡྲའི་གཙུག་ལག་ཁང་འདི་དུས་རབས་ག་དུས་ནས་བཞག་ཡོད་མེད་ཀྱི་དུས་ཚོད་དག་ནས་ཡང་དམིགས་བསལ་གྱི་ང་ཚོ་དཔང་རྟགས་རབ་གཅིག་ཆགས་ཡོང་གི་རེད་དེ་འདྲ་ཡིན་དུས་ད་སྤྱི་ཡོངས་དང་དང་སྤྱི་ཚོའི་ལྟར་ན་ད་གཅིག་སྟོང་ལྔ་བརྒྱ་བདུན་ཅུ་དོན་ལྔ་ལ་འཁྲུངས་བྱས་གཅིག་སྟོང་དྲུག་བརྒྱ་གསུམ་བསོབ་བཞི་ལོ་ལ་དགོངས་པ་སྙིང་ལ་བརྡལ་བ་རེད་པ། འོ་ད་བྱུང་ན་སྤྱི་ཚོའི་ལྟར་ན་དེ་བཙས་པའི་རྒྱ་གར་གྱི་ཆོས་འབྱུང་ད་རྒྱ་གར་ཆོས་འབྱུང་འདི་ང་ཚོ་འདི་རེད་སི་ཁྲོན་མི་རིགས་དཔེ་སྐྲུན་ཁང་ནས་གཅིག་སྟོང་དགུ་བརྒྱ་བརྒྱད་གྱ་དྲུག་ལོ་ལ་ད་ད་དཔར་སྐྲུན་གནང་མཁན་ཤོག་གྲངས་བརྒྱ་དང་གོ་བ་བཅུ་གཉིས་ནང་ལོ་ན་ནས་ད་འདིར་མ་ག་རེ་བསད་པ་དེ་ངག་ཐོག་རབ་བྱས་ན་ཞུ་གི་ཡིན། ཨོ་དེ་ནི་མ་ད་སློབ་དཔོན། ཨ་ནི་ཨ་ཡ་དེ་བས་ན་ལེན་དྲ་ལི་ཡ་བས་ཨ་ནི་ན་ལེན་དྲ་ཡ་རྒྱུད་རིང་པོ་བཞུགས་ཨ་ནི་དྷ་དྷ་མ། ཨ་ནི་ན་ལེན་དྲ་ནས་ལྷོ་ཕྱོགས་རྒྱུད་ལ་མ་ཕེབས་རྗེས་ཨ་ནི་སེམས་ཅན་གྱི་འགྲོ་འདུལ་རྒྱ་ཆེན་པོ་ན། ཨ་ནི་ལྷོ་ཕྱོགས་རྒྱུད་ལ་ཡང་སེམས་ཅན་གྱི་འགྲོ་འདུལ་རྒྱ་ཆེན་པོ་མཛད་པའི་སྐབས་ལ་ཨ་ནི་ལྷོ་ཕྱོགས་ཀྱི་ཡུལ་དྷ་མདའ་ཀ་ཙི་སའི་དེ་དང་ཐག་ཉེ་བོ་ཡོད་པའི། ཡུལ་དྷ་མདའ་རམ། རམ་ཁ་ད་དག་སེ་དེ་ལ་ཡ་ཨ་ནི། སློབ་དཔོན་འཕགས་པ་ལས་དངོས་སློབ་སྒྲ་གཅན་ཚའི་བཟང་པོ་ཁ་ཚིག་ང་ཚོ་སྒྲ་གཅན་ཚའི་དང་པོ་དེ་ཨ་ནི་བྲམ་ཟེ་སྒྲ་གཅན་ཚའི་རེད་ད་དེ་འདྲ་དེ་དམངས་རིགས་སྒྲ་གཅན་ཚའི་སེ་དེ་རེད་སྒྲ་གཅན་ཚའི་ཕྱི་མའམ་སྒྲ་གཅན་ཚའི་ཆུང་བ་སེ་དེ་རེད། འོ་དེའི་འདི་འཕགས་པ་ལས་དངོས་སློབ་ཨ་ནི་སྒྲ་གཅན་ཚའི་བཟང་པོ་ལ་ཡ་ཨ་ནི་སྙིང་པོ་དེང་གི་བསྟན་པ་བལྟས་ནས་ཨ་ནི་འཕགས་པ་ལ། ལྷོ་ཕྱོགས་ཀྱི་རྒྱུད་ལ་ཡ་ཨ་ནི་ཐ་མ་དགོངས་པ་སྙིང་ལ་བལྟས་པ་རེད། ཨོ་དེ་ཡིན་དུས་ད་སློབ་དཔོན་ཨ་ཡ་དེ་བ་དང་ཨ་ནི་དུས་མཚུངས་པས་ཡ་ཨ་ནི་ང་ཚོ་གསོ་སྦྱོར་རྒྱུད་ལ་ཨ་ནི་སློབ་དཔོན་སློབ་བུས་ཟེར་གི་ད་མཚན་དངོས་གནས་དེ་ལ་ཡ་ཨ་ནི་ཏཱ་ད་ག་ད་བ་དྲ་ཟེར་གི་ཡོད་རེད་ང་ཚོ་བོད་སྐད་ཚུར་བསྒྱུར་ཡིན་དུས་སློབ་དཔོན་སློབ་བུས་བསྒྱུར་བ་རེད་ཨོ་ད་དེ་ཨ་ནི་གླུ་དེ་ཚོས་ཡ་གོང་བུ་གླུ་དྲུག་དང་ཕྱོགས་མཚུངས་པ་བྱས་ནས་ཨ་ནི་གླུ་ཡུལ་མ་བསྟན་གྲང་ཨ་ནི་གླུ་ཡུལ་མ་ཐེངས་མ་ལ་སློབ་དཔོན་སློབ་བས་ཐེངས་མ་བདུན་བྱོན་པ་རེད་ཨ་ནི། སློབ་དཔོན་སློབ་བུ་གིས་ང་ཚོ་ཐེག་པ་ཆེན་པོའི་མདོ་སྡེ་མང་པོ་ཅི་ལ་ཡང་ཨ་ནི་རྣམ་བཤད་མཛད་ཡོད་རེད་ད་ང་ཚོ་འགྲེལ་པ་རྣམ་བཤད་གསན་ཅིང་འགྲེལ་པའི་རྣམ་འགྲེལ་པའི་སྲོལ་འབྱེད་པ། འོ་འདི་ནང་བཞིན་གྱི་ད་གྲུབ་མཐའ་འདིའི་རྣམ་རིག་གི་དབུ་མ་ཅུང་ཟད་གསལ་བར་མཛད་པ་འོ་ད་དེའི་ལོ་རྒྱུས་འཁོད་ཡོད་རེད་དེ་ནང་བཞིན་གྱི་ད་ལྟ་ང་ཚོ་བསྟན་རྒྱུགས་འཕྲོད་ལ་ཚུར་བོད་ལ་བསྒྱུར་རེ་ཨ་ནི་སྐུ་གསུམ་ལ་བསྟོད་པ་བསྩལ་ཏེ་སློབ་དཔོན་སློབ་བུ་གིས་མཛད་པ་ཡོངས་གྲགས་འདི་གསུངས་ཀྱི་ཡོད་རེད་ཞལ་བཞེས་ངོས་འཛིན་གནང་གི་ཡོད་རེད་ལྷག་པར་དུ་སློབ་དཔོན་སློབ་བུས་ཀྱི་སྙིང་པོའི་དང་པོ་སྟེར་བ་ཟེར་གྱི་བསྟན་བཅོས་དེ་མཛད་པ་རེད། དེ་འདྲ་ཡིན་དུས་ད་སློབ་དཔོན་སློབ་བུས་ལྷོ་ཕྱོགས་ཀྱི་རྒྱུད་ལ་ཡང་བསྟན་པ་དང་འགྲོའི་དོན་བསྣམས་པའི་སྐབས་ལ་ལྷོ་ཕྱོགས་ཀྱི་རྒྱུད་ལ་ད་ལྟ་བི་ཏྲ་ཡང་ན་ག་ར་ལ་སོགས་པ་མང་ཆེ་དེ་བཞིན་གཤེགས་པ་སྙིང་པོའི་མདོའི་ཚིགས་བཅད་དང་དུ་སྐབས་དེ་དུས་གྲོང་ཁྱེར་གྱི་བུ་དང་བུ་མོ་ལ་སོགས་པ་དང་ཚོས་ཚུར་གླུ་དབྱངས་ཀྱི་ཚིག་ལ་ཡང་ལེན་པ་ད་གླུ་དང་ཡང་ལ་གི་དེ་འདྲའི་གི་ཚིགས་བཅད་ལ་ཡང་ལ་སོགས་པ་ཨོ་དེ་འདྲས་བྱུང་བ་རེད་གསུངས་འདུག་ཁ་སང་ང་ཚོ་ཁ་བ་བག་དུད་དང་ལྷ་ལས་བུ་ཆུང་གི་བསྟོད་པ། ཨ་ནི་རྒྱལ་པོའི་ཕོ་བྲང་དང་ཚོང་འདུས་ལ་སོགས་པ་དུ་འཛོལ་སྐབས་ལ་ཁྱབ་བསྒྲགས་བྱས་ནས་ཨ་ནི་གླུ་དབྱངས་ལེན་པ་ལ་སོགས་པ། ཨོ་དེ་འདྲས་བྱུང་བ་རེད་གསུངས་པ་ནས་དེ་ལྟར་ཆོག་གསུངས་པ་རེད། སྐབས་དེ་དུས་ཆུང་ཤག་ད། སྐབས་དེ་དུས་ད་དེའི་སྐབས་ལ་ཨ་ནི་བསྟན་པ་རྒྱས་པར་མཛད་པ་རེད་ལྷ་དབྱངས། ཨ་ནི་གླུ་བོན་གླུ་བོད་ཀྱི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་ཕེབས་ནས་མཁན་པོས་ཨ་ནི་ཐུགས་ཀའི་རྒྱུད་རིང་པོ་བཤད་པ་རེད་དེ་འདྲས་ཡིན་དུས་ད་ག་འདྲ་གླུ་བོན་གླུ་བོད་བསྲེས་ཏེ་གླུ་བོན་གླུ་དྲུག་གི་ཨ་ནི། སློབ་མ་རེད། འོ་དེ་ད་ལྟ། རྒྱ་གར་ཆོས་བྱུང་ནང་ལ་གསལ་བ་དེ་རེད། ད་དེ་འདྲ་ཡིན་དུས་རྒྱ་གར་ཆོས་བྱུང་ནང་ལ་གསལ་བ་ནང་བཞིན་བྱས་ནས། ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་ན་རྣམ་ཐར་དང་ཨ་ནི་དེ་དང་འབྲེལ་ནས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ཆུང་རབ་ཏུ་བསྐྱོད་ཅེས་བ་ཡོད་པ་དེ་ཀྱང་དང་པོ་ངོ་སྤྲོད་ཞུས་ཟིན་པ་རེད་བ། ད་མགོན་པོ་ཀླུ་སྒྲུབ་ཀྱིས་དངོས་སློབ། ཨ་ནི་རྒྱལ་སྲས་འཕགས་པ་ལའམ་ཡོངས་གྲགས་ང་ཚོ་རྒྱ་གར་སྐད་ལ་སློབ་བའི་ཨ་ཡ་དེ་བ།

གཙུག་ལག་ཁང་གི་དང་ཐིག་རྩ་ཁང་བཅུ་བཞི་བཞེངས་པ་ཙམ་མ་ཟད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཡང་མཁན་པོའི་ཐུགས་ཀ་བཞེས་མྱོང་བ་བརྗེད་བྱ་གི་ཡོད་རེད་ཨ་ད་དེའི་སྐོར་དེ་ད་ཅི་གོང་ལ་ཤི་བ་ན་ཤི་ཆོས་རང་ཆེ་ཚུལ་ཏཱ་ར་ནཱ་ཐར་མཛད་པའི་རྒྱ་གར་ཆོས་འབྱུང་ད་ལོ་ཚིག་དང་ཤོག་གྲངས་དུ་བཅུག་པ་རེད་འོ་ད་སློབ་དཔོན་སྒྲ་འཇལ་ཚེ་བཟང་པོ་འདི་ནི་སྤྱི་ཡོངས་ཀྱི་ང་ཚོ་རིགས་འདི་དམངས་རིགས་རེ་ཡིན་པ་ཡིན་ནས་གཟུགས་དང་ལོངས་སྤྱོད་དང་དབང་ཕྱུག་ལ་སོགས་པ་ཧ་ཅང་གི་ཕུན་སུམ་ཚོགས་པོ་འོ་དེ་འདྲ་ཅིག་རེད། ཨ་ཕྱིས་སུ་པད་ན་རི་བྲེ་གཙུག་ལག་ཁང་ལས་ཕེབས་རྗེས་ཨ་ནི་རབ་ཏུ་བྱུང་ཨ་ནི་དེའི་རྗེས་ལ་དགེ་སློང་གི་སྡོམ་པ་བཞེས་ཨ་ནི་སྡེ་སྣོད་གསུམ་ལ་སོགས་པ་དང་ཚུལ་ལ་ཧ་ཅང་གི་མཁས་པ་ཆེན་པོ་ཆགས་ཨ་ནི་སློབ་དཔོན་ད་ནྡ་ཨ་ཡ་ཏི་བའི་ཞབས་ལ་ཨ་ནི་ཏུ་ནི་ད་སྟུག་ཉིད་དེ་ཁོ་ན་ཉིད་ཁོང་དུ་ཆུད་པར་མཛད་པ་རེད། འོ་དེ་རྣམས་ད་ད་ཏོག་ཆུ་ལ་སོགས་པ་དེའི་གོས་ཆ་དེ་ནང་བཞིན་གྱི་ཡང་བསྐྱར་རྒྱ་གར་ཆོས་འབྱུང་ནང་ལུགས་ལ་ཨེ་ནི་སློབ་དཔོན་ད་ལྟ་མ་ཁོལ་གྱིས་སྐུ་ཚེ་སྨད། ད་སློབ་དཔོན་མ་ཁོལ་དང་སློབ་དཔོན་རྟ་དབྱངས་དང། མུ་ཏིག་རྟ་དབྱངས་དང་སློབ་དཔོན་དཔའ་བོ་ལ་སོགས་པ་དང་ཚུ་དོན་གྱི་མིང་གི་རྣམ་གྲངས་རེ་སྐབས་དེ་དུས་བེད་པར་བ། ཧོ། སློབ་དཔོན་མ་ཁོལ་འམ་ཡང་ན་སློབ་དཔོན་ཕ་ཁོལ་ཡང་ན་མུ་ཏིག་རྟ་དབྱངས། སློབ་དཔོན་དཔའ་བོ་ཧོ། ད་དེའི་སྐུ་ཚེ་སྨད་ལ་ཡང་ཨེ་ནི་སྙིང་པོའི་ཐིག་ལེ། ནོར་བུའི་བུ་ད་ལ་རྒྱལ་པོ་ཤྲཱི་རི་ཙནྡྲས་ཨེ་ནི་སྐབས་དེ་དུས་རྒྱ་གར་གྱི

དྲི་བཟང་ཁང་བཅུ་བཞི་དེ་བཞེངས་པ་རེད་དྲི་བཟང་ཁང་བཅུ་བཞི་བཞེངས་པ་ཙམ་མ་ཟད་ཡན་པའི་ནཱ་ལེནྡྲ་ལ་སོགས་པ་དུང་ཟེར་ཡབ་ནི་ཆོས་གཞི་མི་འདྲ་བ་ཆ་བཞག་པའི་གནས་བཅུ་བཞི་གསར་དུ་བཙུགས་གནང་པ་རེད་འོ་ད་དེ་ཚོའི་སྐོར་དེ་ད་རྒྱ་གར་ཆོས་འབྱུང་ནང་ལོ་ལེགས་གསལ་ཡོད་རེད་དེ་མ་ཡིན་པ་ང་ཚོ་ཡང་བོད་གངས་ཅན་གྱི་ལྗོངས་ཀྱི་དཔེ་ན་འབྲི་གུང་རིན་ཚེ་ཆོས་ཀྱི་གྲགས་པ། འབྲི་གུང་རིན་ཚེ་ཆོས་ཀྱི་གྲགས་པ་དེ་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་ལྔ་ལོ་ལ་འཁྲུངས་ནས་ཨ་ནི་ཆིག་སྟོང་དྲུག་བརྒྱ་ང་བཅུ་ང་དགུ་ལོ་ལ་དགོངས་པ་སྙན་ངག་ལས་འདས་པའི་འཁྲུངས་འདས་ལུས་རྩལ་འདི་རེད་དེ་འདི་ལྟར་བྲིས་སྐུ་རིག་འཛིན་ཆོས་ཀྱི་གྲགས་པས་མཛད་པའི། དང་ད་རྒྱུད་ཀྱི་རྒྱལ་པོ་དཔལ་འཁོར་ལོ་སྡོམ་པའི་ནི་ཆོས་ཀྱི་ཆུང་ཚེ་རྡོ་རྗེ་འཛིན་པའི་དགའ་སྟོན་གསུང་ཡང་འདི་རེད། ད་རྡོ་རྗེ་འཛིན་པའི་དགའ་སྟོན་འདི། ང་ཚོ་རྩོམ་རང། ཁོ་རང་གི་གསུང་འབུམ། ཨོ་གསུང་འབུམ་ད་ལྟ་ཟི་ཁྲོན་མི་རིགས་དཔེ་སྐྲུན་ཁང་ནས་ཆིག་སྟོང་དགུ་བརྒྱ་བརྒྱད་བརྒྱ་དྲུག་ལོ་ལ་ད་ལྟ་དཔར་སྐྲུན་གནང་ནས་ཤོག་གྲངས་གྱ་ད་ཨོ་བཅུ་ལྔའི་ནང་ལོ་ལ་གསལ་བ་འདི་རེད། ད་སློབ་དཔོན་ཀ་ན་རི་བ་སེ། ང་ཚོ་སློབ་དཔོན་ཀ་ན་རི་བ་སེ་ཡ་འདི་གྲུབ་ཆེན་བརྒྱ་བཅུ་རྩ་བཞི།

གྲུབ་པར་བྱེད་པའི་སྐབས་ཀྱི་མཚན་རེད་གྲུབ་ཐོབ་ཀྱི་མཚན་དེ། འོ་ཀ་ན་རེ་བ་ཟས་ཏེ་ཨ་ནི་མེ་ཏོག་ལ་བཙོས་ཏེ་སྐྱེས་ད་སྐབས་དེ་ལས་སྔར་ཆ་བཞག་པས་ན་ཀླུ་པའི་འཕགས་པ་ལ་ཡིན་པ་དེ། ཐོག་མར་འཁྲུངས་པའི་སྐབས་ལ་ཡང་ཨ་ནི་ང་ཚོས་ཀླུ་པའི་འཕགས་པ་ལ་བཙོས་སྐྱེས་ཡིན་པ་གསུངས་པས་རོ་ད་ཞིབ་ཕྲ་འཕགས་པ་ལས་ན་ད་ག་ལ་ཡོང་གི་རེད། འོ་དེ་འདྲ་ཡིན་དུས་མེ་ཏོག་ལ་བཙོས་ཏེ་སྐྱེས་རབ་ཏུ་བྱོན་ནས་ན་ལེ་འདྲའི་མཁན་པོ་མཛད། ཨ་ནི་མཁན་པོ་འབུམ་ཙམ་ཡོད། ཨ་ནི་སླར་དེ་ནས་བྱོན་ནས་དཔལ་གྱི་རིར་ཀླུ་སྒྲུབ་ཀྱི་དྲུང་དུ་བྱོན་ནོ་གསུངས་པ་ན་ཞེས་ཀ་ན་རེ་བ་དེ། ཀླུ། འཕགས་པ་ལ་ཡིན་པ་འདི་རྣམ་དག་དོན་ནི་ཐོག་མ། མེ་ཏོག་ལས་མཛོད་དཀྱིལ་དུ་འཁྲུངས་པ། ནི་བན་དྷ་རི་རྭའི་གཙུག་ལག་ཁང་ལས་ཡང་ནི་རབ་ཏུ་བྱུང་ཅེས་ནཱ་ལེནྡྲའི་མཁན་པོ་སྣང། ནི་ཁོ་རང་ལ་ཡང་སློབ་མ་འབུམ་གཅིག་ཙམ་ཡོད་པ་ནཱ་ལེནྡྲར་བཞུགས་པའི་སྐབས་ལ། ནི་ཐ་མ་སྐུ་ཚེ་སྨད་ལ། ནི་ལྷོ་ཕྱོགས་དཔལ་གྱི་རི་ལས་མ་འཕེལ་ཅིག་ཁོ་བོ་ཀླུ་སྒྲུབ་ཀྱི་ཞལ་པད་བསྟན་ཅེས། ཀུན་ཏུ་ད་ཅིའི་དགོངས་པ་རྫོགས་ས་དེ་ལྷོ་ཕྱོགས་ཀྱུ་ལི་མ། དགོངས་པ་རྫོགས་པའི་སྐུ་དེ་ད་ཅིའི་གྱ་གག་ཆུ་ཆུ་ནང་ལ་ཁ་གསལ་བ་ཆེ་སྐྱེས་པ་དེ་དགོངས་ཞུས་ཟིན་པ་འདིར་ཨོ་སུ་མ་ན་ཤི་ག་འདའ། གྱ་གག་འཕགས་པའི་ཡུལ་ལ་ཡང་ནི་ག་ཟུར་ད་གཙོ། རྒྱལ་སྲས་འཕགས་པ་ལ་དངོས་སློབ་གཙོ། སྒྲ་གཅན་གཅིག་བཟང་པོའི་ཨན་པའི་ནང་ནས་གཙུག་ལག་ཁང་གི་མཁན་པོའི།

དེ་འཕགས་པ་མཐོང་བའི་སྐབས་ལ་བྱུང་དགོས་རེ་ཡོག་མ་རེད་ཟེར་གི་ད་དེང་སང་ཡང་ག་ཤེད་དེ་གསུང་གི་ཡོག་རེད་ད། དོན་ཚུལ་དང་བསྟུན་ནས་ཡང་ཕྱོགས་གཞན་དག་བྱེད་ནས་ང་ཚོ་ཞུ་དགོས་དེ་གལ་ཆེན་པོ་ཡིན་པ་ཡིན་ཙང། འོ་འཕགས་པ་ཐོག་མེད་དང་ཨ་ནི་ཁོ་རང་གི་སྐོམ་སྐྱིད་ཆུང་ཡོངས་གྲགས་ང་ཚོ་སློབ་པའི་དབྱིངས་ཉིད་སངས་རྒྱས་ཉིད་པ་ལྟ་བུ། འོ་ད་དེ་གཉིས་ཀྱི་དཔེ་མེ་རི་གཙུག་ལག་ཁང་གི་ཨ་ནི་མཁན་པོ་ཟེར་བའི་སྐོར་དོན་ཚུལ་ཅི་ཡོང་གི་ང་ཚོ་ཞུ་ཡོད་བཀའ་འགྱུར་རུ་དཀར་ཕྱག་རྒྱས་པ། ཞུ་ཡོད་བཀའ་འགྱུར་དཀར་ཕྱག་དེ། ཅི་ཡོང་ཞུ་ཡོད་བཀའ་འགྱུར་ཁོ་རང་རྒྱལ་མཆོག་སྐུ་ན་བཅུ་གསུམ་པ་ཆེན་པོའི་སྐབས་ལ་ཨ་ནི།

མཉམ་དུ་བཀའ་འགྱུར་པར་མ་ཁག་གི་དཀར་ཆག་ཕྱོགས་བསྒྲིགས་བྱེད་གནང་ཡོད་རེད། པོད་བརྒྱ་དང་བདུན་དེ་རེད། ཧོ། དེ་ལྟར་ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་གིས་ཉིས་སྟོང་དགུ་ལོ་ལ་ད་ལྟ་དཔར་སྐྲུན་གནང་མཁན་ཤོག་གྲངས་བཞི་བརྒྱ་གསུམ་གསོག་སྒྲུབ་གནང་ལོ་ལ། ད་ནི་སློབ་དཔོན་འདི་ཡིས་གསུངས་ཡོད་རེད་ད་སློབ་དཔོན་འདིས་གསུངས་ཡོད་དེ། སློབ་དཔོན་ད་ད་འཕགས་པ་ཐོགས་མེད་རེད་ད་འཕགས་པ་ཐོགས་མེད་ཀྱིས། ད་སྐུ་ཚེའི་སྨད་སྐུ་ཚེའི་མཇུག་ལ་ཡང་ཨེམ་པའི་ནཱ་ལེནྡྲའི་མཁན་པོ། ནང་བཅས་ལོ་བཅུ་གཉིས་ལ་པའི་ནང་ལས་གྲྭའི་གཙུག་ལག་ཁང་བསྐྱངས་པ་རེད། འོ་བསྐྱངས་ནས་ནས་བསྟན་པའི་བདག་པོ་གནང་བ་རེད་གསུངས་པ་ནང་བཞིན་ཁ་བརྡ་ལོ་བའི་ཕག་ཁ་ས་དེའི་ཕག་པ་ཐོགས་མེད་ཀྱིས་པའི་ནང་ལས་གཙུག་ལག་ཁང་གི་མཁན་པོ་སྣ་ལྔ་ཙམ་མ་ཟད་མཁན་པོ་ཡུན་རིང་པོ་ལོ་ངོ་བཅུ་གཉིས་རེ་འགའ་གནང་བ་དེའི་བཀའ་འགྱུར་དཀར་ཆག་ནང་ལ་གསལ་ཡོད་རེད། འོ་དེ་འདྲ་ཡིན་དུས་ད་ཕག་པ་ཐོགས་མེད་དེ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་མཁན་པོ་ཐུ་བྷན་ཤེ་ཏི་ད་དཔལ་ནཱ་ལེནྡྲའི་གར་སོ་རེ་དཔལ་ནཱ་ལེནྡྲ་ག་དུས་བྱུང་མ་བྱུང་ད་ལྟིས་ང་ཚོའི་གོང་བུ་གར་སོ་རེ་འཕགས་པ་ཐོགས་མེད་སྐབས་ལ་དུས་ཚོད་བལྟས་པ་ཡིན་ན་འཕགས་པ་ཐོགས་མེད་དེ་སྤྱི་ལོ་སུམ་བརྒྱ་དགུ་བཅུ་གོ་ལྔ་ནས་བྱས་པ་གཅིག་གིས་བཞི་བརྒྱ་བདུན་ཅུའི་བར་དུ་བྱོན་པ་ཅེས་གསུང་གི་ཡོད་རེད་སྤྱི་ཡོངས་བྱས་པ་ཡིན་ན་ང་ཚོ་བོད་པའི་ལོ་ཚིགས་གསུང་རག་བྱས་པ་ཡིན་ན་གོང་ལོ་བརྒྱ་དང་ལྔ་བཅུ་བཞུགས་པ་དང་གོང་ལོ་བརྒྱ་དང་ལྔ་བཅུ་དེ་ཡང་ཕྱི་ལོ་ཚིགས་དང་མི་ཚོགས་པ་མང་དྲགས་ཡོད་རེད་ད་སྤྱི་ཡོངས་ཀྱི་ད་དེང་སང་གི་དུས་དང་བྱས་པ་ཡིན་ན་གསུམ་གྱི་དགུ་བཅུ་གོ་བ་ནས་སྤྱི་ལོ་བཞི་བརྒྱ་བདུན་ཅུའི་བར་དུ་བྱོན་པ་ཞིག་བྱས་སོ། དེ་དུས་ཡིད་ལྟ་དཔལ་ནཱ་ལེནྡྲའི་གཟུགས་ལ་ཁང་ཤང་ཟིན་པ་དང་ལྷག་པར་དུ། ཨ་ནེ་འབངས་བོ་དོག་མེད་ཀྱིས་ལོ་ངོ་བཅུ་གཉིས་རེ་ལྔ་དཔལ་ནཱ་ལེནྡྲའི་གཟུགས་ལ་ཁང་གི་མཁན་པོར་མཛད་པ། འོ་དེ་གསལ་ཡོད་རེད་ད། དེ་ནང་བཞིན་གྱི་ང་ཚོ། འོ་དེ་ནང་བཞིན་ད་གཞན་པའི་ཆོས་ཀྱི་སྣང་བ།

པི་ཇའི་སོགས་དང་པི་སོགས་པི་རིང་གི་ཤིང་པ། ཤོག་བུ་ཞེས་བྱ་བ་བྱེ་བ་རེ་བ་དེའི་ནང་ལོགས་ལ་ག་རེ་སེར་ཟེར་བ་ཡིན་ན། ནི། འཕགས་པ་ཐོགས་མེད་སྐུ་གཤེགས་པའི་རྗེས་ལ། ནི་ཤི་རི་ན་རེ་ཏའི་མཁན་པོ་རྣམས་བཅས་མདོར་བསྡུས་པ་ཡིན་ན་ཉི་མ་རེ་རེ་ལ་ཡང། ནི་སློབ་དཔོན་ཡིག་གཉིས་ཀྱི་ཆོས་སྤྱོད་བཅུའི་བྱ་བ་ཆག་མེད་གནང་བ་རེ་རེས། དག་ཆོས་སྤྱོད་བཅུའི་བྱ་བ། སློབ་དཔོན་རང་ཉིད་ཀྱིས་ནི་ཆོས་སྤྱོད་བཅུའི་བྱ་བ།

དང་ཡི་གེ་དྲི་ཆུས་སྦྱིན་པ་དང་ཉན་དང་ཀློག་དང་འཛིན་པ་དང་འཆད་དང་ཁ་འདོན་བྱེད་པ་དང་དེ་ཟིན་པ་དང་བསྒོམ་པའོ་གསུམ་མོ་ན་ཞེས་ཡི་གེ་དྲི་ཡ་ཆུས་སྦྱིན་བྱེད་ཉན་ཡ་ཀློག་ཡ་བློ་འཛིན་བྱེད་མ་ཤེས་ཡ་ཁ་འདོན་བྱེད། འོ་དང་ཚུལ་བསམ་བཏང་ཡ་བསྒོམ་བསྐྱོད་ཡ་ལ་སོགས་པའོ་རབ་དང་ཆོས་ཀྱི་ཆུ། འོ་དང་ཚུལ་བློ་བས་རང་ཉིད་ཀྱི་ཉི་མ་རེ་རེར་ཡ་ཆོས་ཀྱི་ཆུའི། བྱ་བ་དང་ཆགས་མེད་གནང་གནང་ཙམ་མ་ཟད་ཆོས་སྤྱོད་བཅུ་ལ་ཡང་དགེ་འདུན་པ་དང་མཛོད་ཡང་འབད་བརྩོན་གནང་དགོས་ཡང་གི་ནང་ཁྲིམས་བཅས་པ་རེད། དེ་ནང་བཞིན་གྱི་ད་བཀའ་དང་བསྟན་བཅོས་ཀྱི་གཞུང་དང་མཛོད་ད་ཉི་མ་རེ་ལ་ཆོས་ཐུན་ཉི་ཤུ་རེ་རེ་ཆགས་མེད་མ་བཀའ་བཅུ་གནང་གི་རེད་ད་ཆོས་ཐུན་ཉི་ཤུ་ཟུར་དུ་ཆོས་ཐུན་དེ་དང་དེ་ཚང་མས་ཕྱི་ནང་དང་ཆོས་ཚོགས་ཆོས་ཚོགས་བཅས་ཉིན་གྱི་བར་དང་ཆོས་ཚོགས་ཐུང་ཐུང་ཐུང་དུ་ཕུལ་ཚུལ་འོ་དེ་འདྲ་གི་ཆོས་ཚུལ་ཆགས་མེད་མ་སོང་ཆོས་གནང་ཡང་ཕྱི་རོལ་པའི་རྩོད་པ་རྩོད་མཁན་ཚོས་དཔེར་ན་འདྲེ་གཙུག་ལག་ཁང་གི་ཡོམ་པའི་སྐབས་ལ། ཨོ་ཕྱི་རུལ་བའི་རྩོད་པ་རྩོད་མཁན་དོ་ཚད་ནི་རིག་པ་དྲི་མ་མེད་པའི་ཐོག་ནས་སུན་ཕྱུང་བྱེད་མདོར་བསྡུས་པ་ཡིན་ན། ཕྱི་རུལ་མ་བསྡུས་པ་སྟོང་ཕྲག་མང་པོ་ཅན་ནི་ཚར་བཅད་ནས་ནང་པའི་གྲུབ་མཐའ་ལ་ཚུར་བཅུག་གནང་ཡག་རེད། དེ་ན་ཞིག་དཔལ་ནཱ་ལེནྡྲ་དང་རྡོ་རྗེ་དང་ང་ཚོ་མ་ག་དག་ཆོས་གཞི་བརྒྱ་རྩ་བརྒྱད་བཞག་གནང་ཡག། དེ་ན་ཞིག་གི་ད་ལྟ་ཨུ་ཏི་བི་ཤལ་ཡ་ནི་ཆོས་གཞི་བརྒྱ་རྩ་བརྒྱད་བཙུགས་ཡག་ལ་སོགས་པ་ཨོ་ད་རིན་རེད།

བྱོན་པ་དེ་འདྲའི་གསུང་དོན་དེ་འདྲ་ཡིན་དུས་སློབ་དཔོན་དབྱིག་གཉེན་གྱི་དཔལ་ན་ལེནྡྲ་ཐོག་མར་རབ་ཏུ་བྱུང་ས་དེའི་དཔལ་ན་ལེནྡྲ་ལ་ཡང་རབ་ཏུ་བྱུང་བ་རེད། ཨཱ་ནི་རབ་ཏུ་བྱུང་པའི་རྗེས་ལ་ཡང་ཨཱ་ནི་ཉན་ཐོས་ཀྱི་སྡེ་སྣོད། ཚངས་པ་ལོག་ལ་ཡང་ཨཱ་ནི་ཀ་སུ་ར་ཏཱི། བྱང་ཆུབ་སེམས་དཔའ་སློབ་ཆོས་སྣང་ཨཱ་ནི་འཕགས་པ་ཐོགས་མེད་རྟག་ཅན་པོ། དགོངས་པ་ཉེ་བ་ལས་འདས་པའི་རྗེས་ལ་ཨེར་པའི་ནཱ་ལེནྡྲའི་མཁན་པོའི་མཛད་འགན་ཞེས་པ་འོ་ད་དེའི་གསུང་གི་དེ་ན་ཞིག་གི་ལྷག་པར་དུ་ཨེ་ནུ་སློབ་དཔོན་ཡིག་གཉིས་པས་ནཱ་ལེནྡྲ་ལ་བཞུགས་པའི་སྐབས་ལ་ཨེ་ནི་ནཱ་ལེནྡྲ་ལ་ཡང་ད་ལྟ་ཡོ་ག་ཀ་ར་སས་ཀྱི་སློབ་གཉེར་ཁང་ཅན་ཨེ་ནི་གསར་དུ་གནང་བ་རེད་གསུང་གི་འདུག་ད་དེ་འདྲ་ཡིན་དུས་ད་ག་ད་འཕགས་པ་ཐོགས་མེད་སྐུ་མཆེད་གཉིས་རེད་དེ་ན་ཞིག་གི་རྒྱལ་སྲས་འཕགས་པ་ལྷ་དང་རྒྱལ་སྲས་འཕགས་པ་ལས་དངོས་སློབ་ཨེ་ནི་སྒྲ་གཅན་གཅིག་བཟང་པོ་བྱུང་བ་དེ་ནས་ཡར་བརྩིས་པའི་ཨེ་ནི་སློབ་དཔོན་ཀླུ་སྒྲུབ་སློབ་དཔོན་ཀླུ་སྒྲུབ་ཀྱིས་ད་གར་བཟོ་བའི།

བརྩེ་བ་ཕྲིན་ལས་རྨད་དུ་བྱུང་བ་བསྐྱངས་པ་དང་མཚུངས་ད་ང་ཚོ་བོད་གངས་ཅན་གྱི་ལྗོངས་ལྷག་པར་དུ་རྒྱ་གར་འབབ་པའི་རྒྱ་གར་འབབ་པའི་ཡུལ་གྱི་ད་གཞུང་ལུགས་དེ་ན་ཅིག་གི་དེབ་ཐེར་དང་ཆོས་འབྱུང་ལ་སོགས་པ་ཨོ་ད་དོན་ཚན་ནང་ལ་མང་པོ་ཅིག་འཁོད་ཡོད་རེད་ཡིན་པས་ན་ད་ང་ཚོ་དེ་འཁོད་པ་ཚང་མ་ལོ་མང་གྲངས་ཀྱིས་བསྡད་པ་ཡིན་ན་ཡང་མང་གྲས་སུ་ཡིན་པ་ཡིན་ན་ད་གོང་ལ་ཞུས་པ་དེ་ཡི་དཔེ་མཚོན་ཙམ་གྱིས་མ་རྣམ་པ་ཚོ་ལ་ངོ་སྤྲོད་ཞུས་པའི་ཁུལ་ཡིན་དེ་ཡན་ཆད་དེ་ཚེ་རབས་གཅིག་བྱས།

ད་དེ་ནས་གསུང་དག་གཞན་དག་ཅིག་སྟེ་ཨནི། དཔལ་ནཱ་ལེནྡྲའི་གཙུག་ལག་ཁང་འདི། ཨནི། སྤྱི་ལོའི་དུས་རབས་ལྔ་པའི་ནང་ལོ་ལ་བཞེངས་པ་མ་གཏོགས་དེའི་གོང་ནས་བྱུང་ཡོད་པ་མ་རེད་གསུང་ཡང་དེ་ལྟར་དེ་རེད་ད་དུས་རབས་ལྔ་པའི་སྐབས་ལ་སུས་བཞེངས་པ་རེད་ཟེར་བ་ཡིན་ན། ཨནི་སྤྱི་ལོའི་དུས་རབས་ལྔ་པའི་སྐབས་ལ་ཡང། ཨནི་ཐོག་མར་བཞེངས་དེའི་སྤྱི་ལ་ཡང་ཨནི་རྒྱ་ཁྱི་རིན་པོ་ཆེ་ནས་གནང་བའི་སྐོར་དེ་རེད།

གསུང་དང་གཅིག་བདག་ཡང་རྒྱལ་པོ་འཇིག་རྟེན་ཉི་མས་ཨ་ནི་དུས་རབས་ལྔ་པའི་ནང་ལོ་ལ་པའི་ནང་རེ་ཙུག་ལ་གང་ཟག་ཏུ་ཆགས་པ་རེད་གསུང་དང་གཅིག། དེ་ནས་རྒྱལ་པོ་ཀུ་མར་གུབ་ཏ་དང་རྒྱལ་པོ་འཇིག་རྟེན་ཉི་མ་གཉིས་པོ་དེ་ཨེ་ནི་གང་ཟག་གཅིག་རེད་གསུང་དང་དང་གང་ཟག་ཐ་དད་རེད་གསུང་དང་གི་དེ་འདྲས་ཀི་འདུས་ཚུལ་མ་འདྲ་ཁ་ཁ་ཤས་ཡོད་རེད་ཨོ་དེ་འདྲས་ཡིན་དུས་ད་སྤྱི་ལོའི་དུས་རབས་ལྔ་པའི་ནང་ལོ་ལ་ཐོག་མར་ཨ་ནི་རྒྱལ་པོ་ཀུ་མར་གུབ་ཏས་ཨེ་ནི་བཞམས་པའི་ལོ་རྒྱུས་ཨེ་ནི་ག་རེ་ཡོད་རེད་ལབ་ཡིན་ན་ད་དེའི་གསུང་དང་ནང་ལོ་ནས་ཐོག་མར་ང་ཚོ་རྒྱ་ནག་གི་ད་དེ་ནས་བཙུན་པ་ཡིད་ཅིང། ཡིད་བཞིན་འདི་སྤྱི་ལོ་དྲུག་བརྒྱ་སུམ་ཅུ་སོ་ལྔ་ནས་སྤྱི་ལོ་དྲུག་བརྒྱ་ག་ས་བདུན་བརྒྱ་བཅུ་གསུམ་བར་དུ་བྱོན་པ་དེ་རེད། ད་ལྟ་བཙུན་པ་ཡིད་བཞིན་གྱིས་ད་ལྟ་བརྩམས་པའི་རྒྱ་གར་ཡུལ་དུ་བྱོན་བའི་ཐང་གི་བཙུན་པ་སོགས་ཡང་དེ་རེད་ད་ལྟ་རྒྱ་གར་ཡུལ་དུ་བྱོན་བའི་ཐང་གི་བཙུན་པ་དེ་པར་མ་དེ་ད་ལྟ་འདི་རེད་ང་ཚོ་བོད་ཀྱི་དཔེ་མཛོད་ཁང་གི་ཉེ་དུ་བཅུ་ལོ་ལ་ད་ལྟ་པར་སྐྲུན་གནང་མཁན་ཤོག་གྲངས་བརྒྱ་དང་བཅོ་མེད། སྔགས་ནང་ལ་གསལ་བ་དེ་འོ་དེའི་ནང་ལོགས་ལ། འདི་རེད་ད། མ་ཧཱ་བྷོ་དྷི་གཙུག་ལག་ཁང་སི་ལ་བི་འདོད་ང་ཚོ་རྡོ་རྗེ་གདན་གྱི་བྱང་ཆུབ་བྱེད་པའི་མཆོད་རྟེན་རེད་ད་དེ་ནས། བྱང་ཤར་གྱི་མཚམས་ལ་མ་ད་རྟ་རྩིག་བདུན་ཙམ་ཕྱིན་པ་ཡིན་ན་ད་གྱང་ཐག་དེ་མི་རིང་ཚད་དེ་རེད་བ་སྔས་མ་གི་ཚེ་ད་གྱང་ཚག་དེ་ལ། རྒྱང་ཐག་འདིར་ཡང་ཨཱ་ནི་ལྟ་ཚིག་བདུན་ལྷག་ཙམ་གྱི་སར་ཡང་ཨཱ་ནི་པའི་ནཱ་ལེནྡྲ་ཡོད་རེད། ཨཱ་ནི་པའི་ནཱ་ལེནྡྲ་འདི་རྒྱལ་པོ་ཞུ་ནུ་བེ་པ་ད་རྒྱལ་པོ་ཞུ་ནུ་བེ་པ་ཟས་དེ་རྒྱ་གར་ཀེ་ལི་ཡ་ཀུ་མ་རི་གུབ་ཏ་ཟས་དེ་རེད་ང་ཚོ་བོད་སྐད་ཚུར་བསྒྱུར་ཡོང་དུས་ཞུ་ནུ་བེ་པ་རེད། ཨོ་ཀུ་མ་རི་གུབ་ཏ་འདི་ཕྱི་ལོ་ག་དུས་བྱུང་བར་ཟེར་བས་ན་ཕྱི་ལོ་བཞི་བརྒྱ་བཅུ་བཞི་ནས་བྱེ་བ་གཅིག་གིས་བཞི་བརྒྱ་ལྔ་བཅུ་ང་ལྔའི་བར་དུ་བྱུང་བ་རེད། ཨོ་དེ་འདྲ་ཡིན་དུས་ད་རྒྱལ་པོས་རྐུན་མར་བསྒུགས་ཏེ་ཨེ་ནི། རྒྱ་གར་བྱང་ཕྱོགས་ཀྱི་ད་སུའི་ཆེད་དུ་བྱང་མེད་དེ་རེད་རྒྱ་གར་བྱང་ཕྱོགས་ཀྱི་ཨེ་ནི་དགེ་སློང་ད་ལྟ་ཧེ་ལུ་སི་ཕེན་ཚེ་དེའི་ཆེད་དུ་ཨེ་ནི་ནཱ་ལེནྡྲའི་གཙུག་ལག་ཁང་དེ་བྱང་བ་རེད། ཨེ་ནི་ཐོག་མར་ནཱ་ལེནྡྲའི་གཙུག་ལག་ཁང་དེ་བྱང་པའི་སྐབས་ལ་ཨེ་ནི་བཀོད་པ་དེ་རྒྱ་ནག་གི་རྩིས་ཐང་ལ་ཡང་ཧྥང་ཀྲང་ཀ་ཤས་ཅིག་མ་གཏོགས་ཡོད་མ་རེད་ཕྱིས་སུ་ཨེ་ནི་རྒྱ་གར་གྱི་ནང་པའི་ང་ཚོ་ཆོས་རྒྱལ་རིམ་བྱོན་དེ་ཚོས་ཨེ་ནི་སྦྱིན་བདག་ནང་པས་ནཱ་ལེནྡྲའི་གཙུག་ལག་ཁང་རྒྱ་སྐྱེད་གནང་བྱས་ཨེ་ནི་རྔམ་བརྗིད་དང་བསྟན་པ་དེ་འདྲ་ཅིག་ཆགས་པ་རེད། འོ་དེ་གསུངས་པ་དེ་དེ་འདྲ་ཡིན་དུས་ད་གང་ལྟར་དཔལ་ནཱ་ལེནྡྲའི་གཙུག་ལག་ཁང་འདི་ཨེ་ནི་སྤྱི་ལོ་བཞི་བརྒྱ་བཅུ་བཞི་ནས་བཞི་བརྒྱ་ལྔ་བཅུ་ང་ལྔའི་བར་དུ་ད་རྒྱ་གར་གྱི་ཆབ་སྲིད་བསྐྱངས་པའི་ད་སྲིད་ཁྲི་ལ་བཞུགས་པའི་ཨེ་ནི་གུབ་ཏའི་རྒྱལ་རབས་ཀྱི་ད་རྒྱལ་པོ་དང་པོ་དེ་རེད་ཨེ་ནི་ཀུ་མཱར་གུབ་ཏའམ་ཡང་ན་གཞོན་ནུ་སྦས་པས་བཞག་པ་དེ་རྒྱ་ནག་གི་ལོ་ཆེན་གཞོན་བཟངས་ཨེ་ནི་གོ་ན་ཤུ་མ་ན་ཤི་ཡིད་བཞིན་གྱིས་གསུངས་པ་མ་ཤེས་གཞོན་བཟངས་ཀྱིས་ད་ག་རང་གསུངས་ཡོད་རེད། དེས་ན་ཕྱི་དང། གཞོན་གཙང་གི། ག་རེ་གསུངས་ན་རེ་ཟ་བ་ཡིན་ན་ཨེ་ནི་སངས་རྒྱས་བཅོམ་ལྡན་འདས་དགོངས་པ་ཉེ་ལྔ་ལས་འདས་པའི་རྗེས་ཀྱི་ད་དོལ་ཚེ་རིང་པོ་སྔ་ཕྱི་མའི་རྗེས་ལ་ཨེ་ནི། རྒྱ་གར་གྱི་ཡུལ་འདི་སྔོན་གྱི་རྒྱལ་པོ། དང་ད། ཤཱ་ར་ཏི་རྒྱལ་སྲས་ཨེ་ནི། ང་ཚོ་ཐེག་པ་ཡིན་ན་ཐེག་པ་གཅིག་ལ་མོས་པ་བྱེད་མཁན། ཨེ་ནི་དཀོན་མཆོག་གསུམ་ལ་ཧ་ཅང་གི་གུས་པ་བྱེད་མཁན། ཨེ་ནི་གཙུག་ལག་ཁང། དཔེར་ན། གཙུག་ལག་ཁང་ཅིག་བཞག་ཡག་གི་ད་ཁོ་རང་གི་ཐུགས་འདོད་ཡོད་པ་བྱས་གཙུག་ལག་ཁང་དེ་ག་པར་བཞག་མ་བཞག་གི། ས་གཞི་བརྟག་དཔྱད་བྱེད་མཁན་ལ་ཡང་ཨ་ནི་བརྟག་དཔྱད་བྱེད་པའི་སྐབས་ལ་ཨ་ནི་ས་བསོད་ནམས་དང་བསྟན་པ། འོ་དེ་འདྲས་ཀྱི་བརྟག་དཔྱད་བྱེད་ལ་ཨེ་ནང་པའི་གཙུག་ལག་ཁང་དེ་ས་ཆ་དེ་ལ་ཡང་བཞག་པ་རེད། འོ་འདི་གསུངས་ཡོད་རེད་དེ་འདྲས་ཡིན་དུས་ད་གང་ལྟར་རྒྱལ་པོ་ཤ་ཀྲ་ཏི་རྒྱ། དེ་ང་ཚོ་བོད་སྐད་ཚོར་འགྱུར་ཡོང་དུས་རྒྱལ་པོ་རྒྱལ་ཆེན་ཉི་མ་ཟེར་ཡོད་དེ་རེད་རྒྱལ་ཆེན་ཉི་མ་དང་ཨ་ནི་གུབ་ཏའི་རྒྱལ་པོའི་ནང་གི་རྒྱལ་པོ་དང་པོ་ཀུ་མ་ར་གུབ་ཏ་གཉིས་དེ་མི་གཅིག་མི་གཅིག་ཡིན་པ་དེ་གསུངས་ཡོད་རེད་དེས་ན་ཤིང་རྟ་མཁས་དབང་དགེ་འདུན་ཆེན་པོས་ད་དགེ་འདུན་ཆེན་པོ་ལ་ཆིག་སྟོང་དགུ་བརྒྱ་བཅུ་བཅུ་མེད་གསུམ་ལོ་ལ་འཁྲུངས་བྱས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ལ་དགོངས་པ་གསོལ་བར་བ། ད་དགེ་འདུན་ཆེན་པོའི་ལག་གིས་མཛད་པའི་ཏན་ཏན་བསྟན་བཅོས་སྙན་གྲགས་ཅན་གཅིག་འདི་ང་ཚོ་གཏམ་རྒྱུད་སྲིད་ཀྱི་དྭངས་མ་ཟེར་ཏེ་རེད་ད་རྒྱལ་ཁམས་རིག་པར་རྒོལ་བའི་གཏམ་རྒྱུད་སྲིད་ཀྱི་དྭངས་མ་འོ་དེའི་ནང་ལོགས་ལ་ད་གཏམ་རྒྱུད་སྲིད་ཀྱི་དྭངས་མ་དེ་ང་ཚོ་བོན་ཆོས་ད་ལྟ་བོད་ཡིག་དཔེ་རྙིང་དཔེ་སྐྲུན་ཁང་གིས་གཅིག་སྟོང་དགུ་བཅུ་དགུ་བཅུའི་ལོ་ལ་ད་ལྟ་དཔར་སྐྲུན་ཞུས་པའི་ཤོག་གྲངས་སུམ་བརྒྱ་སུམ་ཅུའི་ནང་ལ་འདུག་འོ་དེའི་ནང་ལོགས་ལ་ཨ་ནི་ད་དེ་ནས་སྟོན་པ་བཅོམ་ལྡན་འདས་དགོངས་པ་ཉེ་ལྔ་ལས་འདས་པའི་རྗེས་ལས་ཨ་ནི་རྒྱལ་པོ་ཤཱ་ར་ཏི་ཀྱ། ཟླ་བརྒྱད་ཕྱི་ཉི་མ་བསད་དེ་ཨེ་ལི་གཙུག་ལག་ཁང་ལ་བསྟབས་པ་རེད་ཅེས་ར་ལོ་རྩ་བའི་རྣམ་ཐར་ནང་ར་ལོ་འདུག་ཟེར། འོ་འདི་འདྲའི་ཟེར་ད་ར་ལོའི་རྣམ་ཐར་ལ་གསལ་བའི་འདུག་དེ་ཡིན་ན་འདི་ཡི་གེ་ནང་ཡང་ན་ཡི་གེ་མ་དག་པའམ་ཡང་ན་བརྡ་ཉམས་པ་ཡིན་ས་རེད་ཟེར་འདི་འདྲའི་གསུང་བཤད། དེ་ནང་བཞིན་གྱི་བརྡ་ངང་དུ་ཕྱིས་སུ་ཨེ་ལི་ལོ་རྒྱུས་སྨྲ་བ་དོན་ཚེ་ཨེ་ལི་ཤ་ར་ཏི་རྒྱ་མདོར་བསྐྱོད་པ་ཡིན་ན་རྒྱལ་པོ